ཨོ་བ་ལགས་སོ་ཁོ་འདོད་ཆགས་ཀྱི་དེ་ནས་ཨོ་ཁྱོད་རེད། ཟེར། ཨོ་བ་ལགས་སོ་ད་འདི་ནང་ལ། ཨ་ནི་ཉག་ལན་གྱི་གནས་འགའ་སྟོན་གྱི་མ་རེད་འདུ་བ་ལ་འགའ་གི་རེད་མདོ་སྡེ་ནི་འགའ་གི་རེད། ཨོ་བ་མདོ་སྔགས་ཉིན་དེ་ད་ཏི་གངས་སྐྱིད་གཉིས་ཀ་ཉང་ཙི་ལན་ཐང་གྱི་ཡོད་མ་རེད་ཚ་གྲོང་ལྟ་བུ་འགའ་འགྲོ་དགོས་ཡོད་རེད་ཟེར་ནས་ཨོ་ཐུགས་སུ་བྱས་ནས་ཨོ་ད་ལུག་ཏོག་དྲུག་པ་འདྲ་བ་དེ་ད་དེ་འདྲས་བྱས་ཡོད་རེད་པ།

དེ་ཤེས་དགོས་རེད་ནི་ཐོས་པ་སྣང་བའི་བཀའ་ལ་ཡིན་ན་ཡང། ཐོས་པ་སྣང་ལུགས་ནང་དང་འདྲ་བ་དེ་སྦྱོང་དཀའ་པོའི་ང་ལ་ནི་ཅིག་ཐོས་པ་སྣང་བའི་གོ་རིམ་ག་འདྲས་ཅིག་གནང་འདུག་ཆོས་རྒྱལ་དོན་འགྲེལ་རིན་ཆེན་གྱི་དང་པོ་ག་རེ་ལས་གཟིགས་ཞུ་གསུངས་འདུག་ཨ་ནི་ཐོག་མར་དེ་ལ་ནི་ཕར་ཕྱིན་ལས་གཟིགས་དགོས་རེད་དེ་གཟིགས་ན་ནི་ལོངས་སྤྱོད་ཀུན་ལ་འཁྲིད་ཚིག་འཁྲིད་ཚུལ་གྱི་རེད་གསུངས་འདུག་ཨའོ་ཕར་ཕྱིན་དེ་དག་གསུང་རབ་ཀུན་གྱི་ལུས་ལྟ་བུར་བ། འོ་ཡ་ད་ཐུགས་ཟེར་རེད་ཡ། ད་དེ་ལྟ་བས་ཅི་ལ་དེ་ནས་རྗེ་རིན་པོ་ཆེ་གིས་ད་རྣམ་ཐར་དང་འབྲེལ་ནས་མ་ཞུ་དགོས་བར་བ་ད་འདི་ག་རེད་ཟེར་ན་ད་འདི། ཨ། དེ་ང་རང་གིས་ད་ས་ནོར་མང་པོ་ཅིག་བཏོང་ནས་སྔོན་མ་ངའི་ཀིརྟི་གྲྭ་ཚང་གི་ཡི་ག་རེད་ས། ལོ་ཉེ་བ་ཨ་ནེ་ཡང་ཉོམས་ཤིག་ཅིག་ལ་དེ་ཁོ་རང་ཚོ་ལ་ཅིག་ར་སྤྲོད་འདྲ་བ་ཅིག་ངས་ཐུགས་འདག་མ་ཐག་རྗེ་རིན་པོ་ཆེ་རྣམ་ཐར་སྦྱར་ནས་ཅིག་ཞུས་བ་རེད་དེ་ཁོང་རྣམ་པ་གིས་དེ།

དེ་ཅི་ཏུ་ག་ལ་ཁྱེད་ད་ལྟ་འདི་དེ་འདྲས་ཀྱི་ཡིན་དུས་འདི། དེ་ནས་སྤྱི་བཏང་སྨོན་ལམ་ཙམ་མ་ཡིན་པར་རྗེ་རིན་པོ་ཆེ་རང་གི་སྐུ་ཚེ་གང་པོ་གི་རྣམ་ཐར་དེ་འདི་ནང་དོན་གྱི་འདུག་མ་འོངས་པ་ལ་རྗེ་བདག་ཉིད་ཆེན་པོ་ཁོང་རིགས་ལ་འཆར་གཞི་འདྲ་བོ་ག་རེ་ཅིག་ཡོད་པ་ཆ་ཚང་དེ་ནང་དོན་འགྲོ་གི་འདུག་ཨ། སྐུ་ཚེ་དེ་ལ་ནི་ཅིག་མཛད་པ་རྣམ་ཐར་གང་རེ་ཅིག་སྐྱོང་ཡ་ཡིན་པ་ཐོག་མར་རྒྱ་ཆེ་ཐོས་པ་མང་དུ་བཙལ་བ་དང་བར་དུ་གཞུང་ལུགས་གདམས་པར་ཤར་བ། གསང་གོང་གི་འགྲེལ་པར་བྱེད་པའོ། ཐ་མ་ཉིད་ཚེ་ཀུན་ཏུ་ཉམས་སུ་ལེན་ཅིང་ཀུན་ཏུ་བསྟན་པ་བགྱིད་པའི་ཆེད་དུ་གཞན་དོན་གང་དྲིས་བྱེད་པའོ་ཏི་སོ་ཐམས་ཅད། ཨོ། ད་ཐུང་ཐ་མའི་ནང་ལ་ཆ་ཚང་མར་གྱི་གསུང་བཞག་ནས་ཁོང་རེ་གི་སྐུ་ཚེ་གི་གནང་སྟངས་སྒྲོམ་གཅིག་འདྲ་བོ་དེ། ཨོ་ཅེ་ད་ད་དེ་འདི་ནི་མ་དེ་རིང་ཐུགས་དཔག་གི་སྐོར་དེ། ཐུང་ཐ་མ་དང་འབྲེལ་ནས་ཅུང་ཟད་ཅིག་ཞུས་དེ་ནས་མཚམས་བཞག་ཡོད་ད་ངས་དེ་ཡང་མང་པོ་ཅིག་ཆ་བྱུང་འདུག། ད་མངོན་པར་མཛོད་ལས་གསུང་བར་བ་དེ་ནི་གང་ཟེར་ན་སློབ་དཔོན། ཨི་སྙན་གྱིས། ཚུལ་གནས་དུས་དང་བསམ་པའི་བས་དགོངས་པ་ལ་ནི་རབ་ཏུ་སྦྱོར་ལུགས་གསུང་བར་བ། ད་ཐོས་བསམ་གྱི་གཞི་དེ་ག་རེ་དགོས་རེད་ཟེར་ན་ཐོས་བསམ་ཡིན་ན་རེད་བཟླས་བརྗོད་ཡིན་ན་རེད་སྔགས་ཀྱི་ད་གཞི་དེ་ཚུལ་ཁྲིམས་དང་པོ་གཅིག་མེད་ན། དེ་འདྲའི་འབྲས་བུ་རྩ་ནས་ཐོབ་ཐུབ་ཀྱི་མ་རེད་ད།

ལྟ་འགྲོ་དགོས་ཡ་དེ་དཔེ་མི་སྲིད་པ་གལ་ཆེན་པོ་རེད་འདུག་བསམ་གཞིག་ཅུང་ལྡན་དེ་རང་ཉིད་ཀྱི་ཡིན་ནོ་དེ་འདྲའི་ནང་རེད་ད་སྤྱི་ཚོགས་རྒྱན་རིན་པོ་ཆེ་ནང་ད་དེ་ད་ཚུལ་ཁྲིམས་བྱེད་བྱ་ཡ་དེ་དེ་རེད་ད་བྱེད་ད་བ་ད་དེ་རེད། ད་དེ་ག་རེད་ཟེར་ན་རྒྱན་རིན་པོ་ཆེ་གི་ད་ད་དེ་ད་ཚུལ་ཁྲིམས་ཀྱི་སྟེང་དེ་ལ་ཐོག་མ་ད་བ་བ་ལ་སོ་དངོས་ཐོག་མི་ཡིས་དེ་ནི་བས་བསྟན་བྱེད་པ་ཅན་གྱི་ཐོག་གུག་ཡོད།

དེ་ནས་ཀྱི་དང་བརྗེད་འཇོག་བཅུ་ཙམ་པའི་ཨ་ནེ་བསྟན་བཟང་ཡག་པོ་དེ་ཐོབ་པ་ཡིན་ན་ཡང། སོ་སོ་ལྟ་བུའི་སྡོམ་པ་ཨ་ནེ་གཅིག་ཁས་ལེན་ཡག་དང་གཅིག་རབ་ཏུ་བྱུང་བ་གཅིག་མ་བྱུང་ན། ཨ་ནེ་དེ་ག་ཅིག་དུས་སམ་བྱས་བསྡད་ན་ཡང་དག་གཞི་རྩ་མི་འདུ་བའོ་དེ་ཡིན་ད་ཁོ་རབ་ཏུ་བྱུང་བ་དེ་གལ་ཆེན་པོ་ཡིན་འདུག་ག་ལ་དེ་ལས་ཐུགས་སྨོན་གནང་ཡོད་དེ་འདུག་ཟེར་གསུངས་འདུག་ཀྱི་མ་ཐག་ནས་སྲིད་པའི་བདེ་བ་ལ་མ་ཆགས། ཐར་པ་ཐོབ་ཀྱི་ཕྱིར་ངེས་འབྱུང་བསམ་པས། ཨ་ནི་ཚངས་སྤྱོད་ཚོལ་བ་ལ་བརྩོན་འགྲུས་ལྷོད་པ་མེད་པར་འཇུག་པར་ཤོག། དེ་ལྟར་ན་ནི་ཚངས་སྤྱོད་ཀྱི་གནས་སོ་སོ་ལྟ་བུའི་སྡོམ་པ་བ་དང་དེ་ཚུད་དགོས་པར་རེད། ཐོས་བསམ་གྱིས་ཤེས་ལ། སོ་སོ་ལྟ་བུའི་སྡོམ་པ་དེར་དོན་གཉེར་ཆེན་པོ་ཅིག་བྱས་ནས་དེ་ཐོག་ཡར་གྱི་ཆེད་དུ་འབད་བརྩོན་བྱེད་དགོས་རེད་དེ་ལ་ག་རེ་ཟེར་ན། དེའི་རྒྱུ་དེ་ལ་ག་རེ་དགོས་རེད་ཟེར་ན་དེ་ནི། སྲིད་པའི་བདེ་བ་ལ་ནམ་ཡང་མ་ཆགས་པ་དང། ཐར་པ་ཐོབ་པའི་ཕྱིར། ད་ནི་ངེས་འབྱུང་གི་བསམ་པ་དེ། ཡག་པོ་ཀྱི་རྒྱུད་ལ་སྐྱེ་ཡག་ཅིག་སྐྱེས་ན་དེའི་ཆེད་དུ་གཞི་ནས་དེ་ནི་ཚངས་སྤྱོད་བརྟེན་འཚོལ་དགོས་ཀྱི་རེད་ངེས་འབྱུང་གི་ཚུལ་ཁྲིམས་གསལ་ཏེ་རེད། འོ་ད་དེ་གལ་ཆེན་པོ་རེད་ང་རང་སོ་ཡིན་ན་དེ་ག་རེད་གོ། ལ་སོ་ད་དེ། ཚུལ་ཁྲིམས་ཀྱི་གཞི་དེ་རེད། དེ་ནས་བདག་ཅིའི་ཚུལ་ཁྲིམས་དང་དེ་འབྲེལ་གྱི་སྤྱིའི་ཚོགས་དང་གི་རབ་ཏུ་བྱུང་བ་གི་ཚུལ་ཁྲིམས་ཡག་པོ་ཅིག་བླང་ཡ་ལ། ལས་སླ་བ་ཡོད་མ་རེད་ང་རང་ཚོ་སྤྱིའི་དེ་རིང་ཁ་དང་འདྲ་བ་ཡིན་ན་ཅིག་རབ་ཏུ་བྱུང་བ་གྲ་བ་བྱེད་ཡ་ལ་ག་འདི་དགག་རྒྱ་ཆེན་པོ་འདུག་གྲ་བ། སྤྱི་ཚོགས་གི་ཕྱི་ཡི་གནོད་ཤུགས་རེད་ནང་གི་ནང་གི་གནོད་ཤུགས་རེད་དཔེ་མི་སྲིད་པ་དཀའ་ལས་ཁག་པོ་རེད་འདུག་ཨ་ད། འོ་ཇི་ལྟར་ད་དེ་འདྲ་ཡིན་འདུག་ག་ལ་ད་དེ་ཚོ་ལ་ནི་འགོག་རྐྱེན་མེད་དེ་བ་དེ་སྨོན་ལམ་བཅོལ་འདུག་བ་བཅོལ་འདུག་བ་ད་ནི་རབ་ཏུ་བྱུང་བ་བྱེད་པ་ལ་འཁོར་དང་ཟེར་ཉན་འདུག་ཟེར་ལོངས་སྤྱོད་གང་གིས་ཀྱང་གེགས་བྱེད་མེད་པར་ཟེར་མཐུན་པའི་རྐྱེན་རྣམས་ཀུན་ཇི་ལྟར་བསམ་པ་ཡིན་བཞིན་ཇི་བཞིན་འགྲུབ་པར་ཤོག་སོ་སོའི་འདོད་པ་ནང་བཞིན་གྱིས་འགྲུབ་ཐལ།

ད་རབ་ཏུ་བྱུང་ནས་ད་ང་རང་སུ་གཅིག་སོ་སོ་དམ་པའི་སྡོམ་པ་ཇི་འདྲ་བྱུང་སོང་ཚེ་ངང་གཅིག་གང་རུང་གཅིག་ཁས་བླང་བ་ཡིན་ན་དེ་ཡག་པོ་ཞེ་པོ་གཅིག་གསུངས་དགོས་རེད། སྡོམ་པ་དེ་རོ། ད་ནི་རབ་ཏུ་བྱུང་ནས། ཇི་སྲིད་འཚོ་ཡི་བར་ཁས་སློབ་སྐྱེ་ངར་གྱི་དག་ཁས་བླངས་ཤིང་གཅིག་དང་རང་གཅིག་ཁ་ན་མ་ཐོ་བའི་ཉེས་པས་ནང་ཡང་གུས་པར་མ་གྱུར་ཅེས་ད་ང་ནི། སྟོན་པའི་ཞལ་རྩེད་མཁན་པོ་དང་སློབ་དཔོན་དགེ་འདུན་དེ་སོགས་ཀྱི་ནང་ལ་ད་ང་རང་ཚོའི་ཆེད་སྐྱེས་པའི་ཁ་ན་མ་ཐོ་བ་རང་བཞིན་ཁ་ན་མ་ཐོ་བ་གང་ག་གསུང་གི་ཡིན་ཟེར་ན་བས། མཁན་སློབ་ཀྱི་རྐྱེན་ངན་སྔ་སོར་དེ་ག་རང་ལ་ཇི་སྲིད་འཚོ་ཡི་བར་དུ་སྨྲ་ཤེས་པ་དེ་གསུང་གི་ཡིན་ཟེར་ན། ཁས་ལེན་སྟོབས་པོ་ཆེ་ཅིག་བྱེད་ཡོད་རུང་བ་དང། འཇིག་རྟེན་ན་ཡིན་ན་ཁོ་གནང་མཁན་མཐུ་བོ་ཅིག་ཟེར་གི་འདུག་ད་དེ་སོགས་ལ་བཞག་ཡོད་རུང་དམ་བཅའ་ཆེན་པོ་ཅིག་བཞག་མི་རུང་བ་དང།

མ་ན་དོན་དུ་དཀའ་བ་དུ་མ་ཡི་དཀའ་བ་དཔག་ཏུ་མེད་པ་བསྒྲུབ་པར་ཤོག་ཟེར་བ་དེ་རེད་ད། ད་ཚུལ་ཁྲིམས་ཡིག་དེ་ཡག་པོ་ཅིག་བགྱིས་ཙང་དེ་ནི་དུས་བཟང་གི་རྟེན་དེ་དེ་རེད་བ། ཨོ། ད་དེ་བྱས་ནས་ཨ་ནི་གཞི་ནས་ད་དུས་བཟང་གི་མགོ་བཙུགས་པ་རེད་ཟེར་བ། གང་རེད་ཟེར་ན། ཚངས་སྤྱོད་ཀྱི་རྟེན་དེ་ལ་དེ་ནི་གཙོ་བོ་ད་ཐིག་མེད་ཀྱི་ལྗོངས་ཙམ་མ་ཡིན་པར་ཐིག་པ་ཆེན་པོ་གི་ཟབ་དང་དབང་བ་ལ་སོགས་རྒྱ་ཆེ་བའི་ཆོས་ག་འདྲ་ཅིག་ཡིན་ནའང་ཨ་ནི་ང་རང་སོགས་ཅིག། དུས་བཟང་ལ་ནི་བྱེད་དགོས་རེད། ཨོ། དེ་ཡང་དག་གོ་རྒྱུ་ཆེན་པོ་ཅིག་གསུངས་འདུག་ཨ། ཐུགས་བཟང་ལོ་ཉེས་བྱེད་ཡག་གི་གུས་པ་འདྲ་བ་དེ་ག་རེ་སུའི་དོན་དག་རེད་ཟེར་ན་སོ་སོ། ཨ། ལོ་ཉེས་བྱས་ནས་གཅིག་དཔག་ཟིན་འདྲ་བ་ཅིག་ཆོད་ནས། དཔག་ཟིན་འདྲ་ཅིག་རག། གཅིག་ག་རེ་ཡིན་ན་ད་འཛིན་གྲྭ་འདྲ་བ་ཅིག་ཐོན་དགེ་བཤེས་ཀྱིས་གཏོང་ཡ་འདྲ་བ་ཅིག་བྱེད་དང་ཡང་ན་གཅིག་གོ་ས་འདྲ་བ་ཅིག་གི་ཆེད་དུ་ཡང་ན་ཆོས་ཚོགས་ཟིན་ཡ་འདྲ་བ་ཅིག། དེ་འདྲའི་གི་ཆོས་དེ་རེད་མི་གཏོགས་ང་ཚོ་ལོ་གཉེར་གནང་ཡ་དེ། ང་ཚོ་ལོ་གཉེར་གནང་ཡ་དེ་ག་རེད་ཟེར་ན་མང་ན་དོན་འགྲོ་འོས་གསུངས་འདུག་མང་ན་དོན་འགྲོ། རང་གི་དོན་མ་རེད་མང་ན་དོན་འགྲོ་འོས་ཟེར་ཅེས་དོན་ང་ཚོ། ཀྱི་གྲྭ་ས་ཁག་དེ་ཚོ་དངོས་གནས་དྲ་གནས་དེ་འདྲའི་ཁག་དང་འཛོམས་པའི་གླིང་གི་མཐོ་སློབ་ཀྱི་སློབ་གྲྭ་མང་པོ་བཅས་ཡོད་རེད་དེ་ཀོ་དམིགས་ཡུལ་དེ་དགོས་པ་དེ་རྒྱུ་མཚན་རྦད་ཁ་ཁ་རེད་དེ་དུ་བ་རྒྱ་ཆེ་ལོ་རྦད་ཁ་ཁ་རེད་འཛམ་བུ་གླིང་གི་དེ་འདྲའི་ཁག་དང། མཐོ་སློབ་སྐད་གྲགས་ཅིག་ག་རེ་ཅིག་ཡིན་གང་འདྲས་ཅིག་ཡིན་ཟེར་ན་ཚེ་འདི་ལྟོ་གོས་ཀྱིས་བྱས་ཡོད་རེད་བ་ད་དེ་སྐོར་གསལ་པོ་རེད་བ་ད། ཚེ་འདི་ལྟོ་གོས་ཀྱིས་བྱས་དུས་ཡིན་དུས་གང་ལ་ཁོ་རང་ལྟོ་ལྟོ་གོས་དེ་ག་ཚད་ཁོ་རང་མི་ཡུལ་ཡུལ་བ་ནང་བཞིན་གྱིས་རག་སོང་ན། ཁོས་མི་ཡུལ་འགྲུབ་ཚར་རེད་ཁོ་རང་དགོས་པ་དེ་རེད་སློབ་སྦྱོང་བྱེད་པའི་དགོས་པ་དེ་རེད་དེ་ཐོབ་ཚར་ཟེར་ན། ཨ་ནི་དེས་རྒྱབ་ལྗོངས་ལ་ག་རེ་ཕན་གྱི་ཡོད་མེད་སྤྱི་ཚོགས་ལ་ཕན་ཐོགས་ག་རེ་ཡོང་གི་ཡོད་མེད་དེ་ཚོ་ཞེ་དྲག་བལྟ་གི་མ་རེད་བ།

དེ་ལྟར་སྔོན་མ་ང་རང་ཚོ་གྲྭ་ས་ལ་དག་རྒན་རྣམ་པ་དེ་ཚོ་གིས་ག་འདྲའི་དཀའ་ལས་བགྱིས་པའི་རྒྱབ་རལ་དེ་ག་འདྲས་འདུག་ད་ནང་དག་དེ་ཚོ་རྣམས་ཧ་ལས་ཡང་འདུག་བ་ཇི་ལྟའོ་དེ་འདྲས་བྱས་ནས་དངོས་གནས་པས། སྲོག་དང་བསྡུས་ཏེ་པས། ད་པས། དེ་འདྲས་བྱས་ནས་དུས་སང་སློབ་གཉེར་ལ་བརྩོན་དགོས་འདུག་བ། ད་རྗེས་དང་ཉེ་ཆེན་པོ་དེ་བ་རེད་བ་དངོས་གནས་དྲ་སྣུམ་སྐུ་ཚེ་དེ་ལ། བ་ལགས་སོ་ཡབ་ཡུམ་དེ་ཚོ་ཡང་ཕར་བླུས་བཏང་ནས་ཐུགས་སུ་སྣང་ཞེས་རེད་བ་བྱས་ཙང། འོང་བ་དེ་ཡིན་ཙང་ནི་དཀའ་བ་དུ་མ་ཡིན། ཞེས་རེད། དེ་ཡང་དུས་དེ་ཐུང་ཐུང་གི་སྐད་ཆ་རེད་མི་འདུག་ཨ། ལོ་ཁ་ཤས་ཀྱི་ནང་ནས་ནི། ཨ་ལ་སོགས་སློབ་གཉེར་འདྲ་བོ་དེ་ཚོ་བྱས་དེ་ནས་ཨ་དགེ་རྒྱས་ཚོ་འདི་འདྲ་ཐོན་ས་ན་ག་ས་ག་ལ་རྒྱུགས་འགྲོ་དགོས་ཡ་འདྲ་བོ་ཞིག་དེ་སྐད་ཆ་རེད་མི་འདུག་ཨ། བསྐལ་པ་དཔག་ཏུ་མེད་པར་འགྲུབ་པར་ཤོག་ཟེར་ནས། རེད་བ་ང་རང་ཚོ་ཇི་སྲིད་བྱང་ཆུབ་མ་ཐོབ་ཀྱི་བར་དུ་དཔེ་ཆ་བལྟ་དགོས་རེད། དེ་ཡིན་དུ་ཁོས་ས་སྲོག་སྙིང་པོའི་འཕགས་པ་ཡང་སྤྲུལ་པའི་ངོམས་པ་མེད་ལ་ལྟོས། ཟེར། བོན་རྗེ་བློ་བཟང་ཆོས་རྒྱལ་མཚན་རིན་པོ་ཆེ་ལ་རྗེ་རིན་པོ་ཆེ་གི་ཞལ་གཟིགས་འོང་དུས། དེ་ག་རང་གསུང་རེད་བ། སྤྲུལ་པའི་ངོམས་པ་ངོམས་པ་བྱེད་ཀྱི་ཡོད་མ་རེད། ས་གསུམ་པ་དེ་རྙེད་པའི་བྱང་ཆུབ་སེམས་དཔའ་ཡང་འཁྲུལ་པ་བྱེད་བ་དེ་ས་ཡི་ཡོངས་སྦྱོང་སྐབས་གསུང་འདུག་བ། སྤྲུལ་པའི་མི་ངོམས་གཉིས་དག་ནི་ཟེར་བ། འོང། དེ་བྱས་ཏེ་འཐུས་པ་དེ་དཔེ་གལ་ཆེན་པོ་བྱ་དགོས་རེད་ག་རེ་ཟེར་ན་འཐུས་པ་རེ་རེ་བྱས་ན་མིན་པ་རེ་རེ་བསང་འགྲོ་གི་ཡོད་རེད་བ་དེ་རེད་བ་ད། ད་ང་རང་སོགས་ཀྱི་ཐོབ་བྱ་རྣམ་ཆེན་ཟེར་ཡ་དེ་མིན་པ་བསང་འཇོག་གྱི་རེད་བ་ད་དེ་ག་རེ་བ་ཁོ་རྣམ་ཆེན་གྱི་ལག་རྗེས་རེད་དུ་བཞག་ངོ་རེད། ཨོ། ད་ཐུགས་རྗེ་རེད་ཐུགས་རྗེ་རེད་ད་དེ་ང་དེ་ད་མང་འགྲོ་གི་འདུག་དེས་ན་ད་འདི་མ་ཐག་ཅེས་བྱས་རེད་བ་དཀའ་བ་དཔག་ཏུ་མེད་པ་འགྲུབ་པ་ཞུ། ཨོ་ད་ཐུགས་རྗེ་རེད་དེ་ནས་ད། ད་སོ་སོ་འཐུས་པ་བྱས་ན་འཐུས་པ་བྱས་ས་གི་ཅི། ལམ་སྟོན་མཁན་གྱིས་དགེ་བའི་བཤེས་གཉེན་དེ་ཁ་ཐོར་གོང་དུ་ཞུས་པ་ནང་བཞིན། དགེ་བའི་བཤེས་གཉེན་ཚིག་གཉིས་དང་ལྡན་པ་གཅིག་གོ་རེ་མ་གཏོགས་ཅི་བགྱི་ཨ་ནི། བ་ལ་སོ། ད་སུ་རེ་རེ་ལ་སྣ་ཤ་བགྱིས་དེ་བྱས་ན་ཨ་ནི་ལམ་ལོག་པར་ཁྲིད་ཡག་གི་ཉེན་ཁ་ཡོད་རེ་བ་འོ་དེ་བགྱིས་དུས་ག་ལ། འོ། ལུང་རྟོགས་ཡོན་ཏན་དུ་མས་རྒྱུད་གཏམས་ཤིང། ཨ་ནི། བཤེས་གཉེན་དུལ་བ་ཤི་བ་རེད་བ། ཨོ། དེ་ཚོ་རེད་ད། དབང་པོ་ཤི་ཞིང་ཟེར་བཤེས་གཉེན་དུལ་བ་ཤི་བ་དེ་ནི་རེད་བ། རབ་གདུལ་ཟེར་ནི། དུལ་བ་དེ་རེད། ཨོ། དབང་པོ་ཤི་ཞིང་རབ། མདོ་སྡེ་རྒྱན་དེ་ཚོ་སྡོམ་བརྒྱུད་ཀྱི་རེད་བ། བརྩེ་བའི་བདག་ཉིད་ཟེར།

ཨ་ནི་དགོངས་དག་བྱུང་ཡིན་ད་དེ་ག་རང་ཐགས་སུ་བྱ་རྒྱུ་ན་ད་འདི་ས་མ་རེད་ད་གང་ཡིན་དགོངས། ཨ་རེད་ད་བྱེད་སྟངས་ཀྱི། ཨ་ནི་སྙིང་སྟོབས་ཅན་ཟེར། ཨ་དེ་འདྲ་གི་ད་མདོ་སྡེ་བརྒྱད་ནས་གསུངས་པའི་ཐེག་པ་ཆེན་པོ་དགེ་བའི་བཤེས་གཉེན་མཚན་ཉིད། བཤེས་གཉེན་ལྟོ་བ་བཞི་བ་ཉེས་བྱས་པ་ཡོན་ཏན་བླ་མ་བརྩོན་འགྲུས་བློ་འགེངས་དེ་ཉིད་རལ་དུ་འདོད་ལ་མ་འགེངས་ཏེ་བརྩེ་བས་དང་བཅུ་བ་སྤངས་ལ་བརྟེན་ཟེར་བ་ད་དེ། དེའི་ནང་ནས་ཀྱང་ལམ་རེ་ཆེན་མོར་སོང་བ་མ་ཐག་ཡིན་གྱི་ད་མཚན་ཉིད་ལྔ་ཚང་བ་གཅིག་དགོས་རེད་གསུངས་ངོར་བ། དེའི་ནང་ནས་ཀྱང་ཡང་དུ་མར་འདྲེས་འོང་དུས་ད་རང་ལས་ཡོན་ཏན་ལྷག་པ་ཅི་ངེས་པ་དེ་བསྟེན་དགོས་རེད་ཟེར་བ།